ལྷན་གྱི་རྣམ་པ་ཁུག་ཁམས་བཟང་ང་ཆེན་བསྟན་འཛིན་ཐུབ་བསྟན་འཇིག་རྟེན་མི་འཇིག་བརྒྱུད་ལམ་དེ་མཁས་རྣམ་པ་དགའ་བསུ་ཞུ་ཡོད། དེ་རིང་འདི་ནས་དར་མ་པ་དང་ཆོས་ཀྱི་ཚིགས་སུ་བཅད་པའི་ལེའུ་དང་པོ་ཟུང་ལྡན་སྡེ་ཚན་ཡ་མ་ག་བ་ག་གི་ཤེ་ལོ་ཀ་ཚིགས་བཅད་བདུན་པ་དང་བརྒྱད་པའི་གཏམ་རྒྱུད་དང་ཚིགས་བཅད་དེའི་ནང་དོན་སྐོར་སྙན་སྒྲོན་ཞུ་གི་ཡིན། དེ་ཡིན་དུས་རྣམ་པ་ཚོར་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད་ཚང་མ་ལ་བཀྲ་ཤིས་བདེ་ལེགས།

ད་འདིའི་གཏམ་རྒྱུད་འདི་སུ་གི་སྐོར་ལ་ཆགས་ཡོད་རེད་ཞུས་པ་ཡིན་ན། རྟ་ནག་པོ་ཆེ་ཆུང་ལ་ངའི་སྐོར་ལ་ཆགས་ཡོད། རྟ་ནག་པོ་ཆེ་ཆུང་ལ་ནི་མི་འདུག་མ་ཧཱ་ཀཱ་ལ་དང་ཅུ་ལ་ཀཱ་ལ་ཟེར་ནས་གང་དག་ཀྱང་བུ་སྤུན་སྤྱིར་བཏང་ཁོང་ཚོ་སྤུན་རྒྱ་གསུམ་ཡོད་ཡིན་པ་རེད། ད་སྤུན་རྒྱ་གསུམ་དེ་ད་ག་རེ་ཟེར་དགོས་མ་ཧཱ་ཀཱ་ལ་མ་ཇི་མ་ཀཱ་ལ་དེ་ནས་བཞིན་གྱི་ཅུ་ལ་ཀཱ་ལ་ཟེར་ནས་བུ་སྤུན་གསུམ་ཡོད་ཡིན་པ་རེད་ད་ཁོང་ཚོ་གནས་ས་ལ་ནི་མི་འདུག་ཁོང་ཚོ་གི་གྲོང་འདི་ག་བ་ཆགས་ཡོད་རེད་སོང་བ་ཡིན་ན། ཨ་ནི་སེ་ཏབ་ཡ་ཞེས་པའི་ས་ཆ་དེ་ཆགས་འདུག་ད་ཐོག་མར་ས་ཆ་དེ་ངོས་འཛིན་འགྲོ་ཞུས་པ་ཡིན་ན།

དེ་ཡིན་དུས་འཛམ་བག་ལ་གང་ལྟར་ཀྱང་གསལ་བཏབ་ཡ་ཞེས་པའི་ས་ཆ་དེ་ལྟ་ཉེན་ཡོད་ཀྱི་ཉེ་འདབས་ན་ཡོད་པའི་གི་ཨ་ནི་གྷར་ས་གོ་རེ་གྲོང་ཅིག་ཆགས་བསྡད་ཡོད་རེད་ཤོད། ད་གསལ་བཏབ་ཡ་ཞེས་པའི་གི་ད་གྲོང་དེ་ལ་ད་གོང་དུ་ཞུས་པ་ནས་བཞིན་གི་ད་གི་ནག་པོ་ཆེ་ཆུང་ཞིག་ནི་མི་འདུག་ནག་པོ་བུ་སྤུན་གསུམ་ཡོད་ཡིན་པ་རེད། ནག་པོ་ཆེ་བ་ནག་པོ་འབྲིང་ང་ནག་པོ་ཆུང་ང་ཞེས་ནས་རོ། ད་བུ་བུན་གསུམ་ཡོད་ཡིན་པར་ད་འདི་གི་ནང་ནས་ད་སྒྲུང་འདི་ག་རེ་ཡི་གེ་སྟེང་ལ་ཆ་དགོས་འདུག་ཞུས་པ་ཡིན་ན་ནག་པོ་ཆེ་བ་དང་ནག་པོ་ཆུང་ང་སྟེང་གི་སྐོར་ལ་ཆ་དགོས། ད་འདི་གི་གཏམ་རྒྱུད་འདི་ག་འདྲས་ཆ་དགོས་རེད་ཞུས་པ་ཡིན་ན་སྤྱིར་བཏང་གི་ཁོང་ཚོ་ནག་པོ་བུ་བུན་གསུམ་འདི་ད་ཚོང་པ་ཡིན་ཡིན་པ་རེད། ད་ཚོང་བདག་ཡིན་འདི་ཙམ་པ་ལ་ད་དུས་རྒྱུན་ཁོང་དུ་བཞུགས་པ་ན་ཞེས་ཁོང་ཚོ་ཚོང་བརྒྱབ་ས་དེ་ད་མཉན་ཡོད་ནས་བཟུང་སྟེ་རྒྱ་བོ་ཁབ་རྒྱ་བོ་ཁབ་ནས་ཡང་མཉན་ཡོད་འགྲོ་ད་དེ་འདྲས་བྱས་ནས་མ་ད་དུང་ལྷོ་ཕྱོགས་ལ་དེ་འདྲས་དབུ་རྗེས་ན་བར་དུ་ལ་ད་དེ་འདྲས་འགྲོ་ཡ་དེ་འདྲས་ཡོད་ཡིན་པ་རེད། ད་གཙོ་བོ་འབྲེལ་བ་ཆགས་ཡོད་དེ་ད་ལྟ་གསལ་བཏབ་ཡ་དང་མཉན་ཡོད་ཀྱི་བར་གྱི་སྐད་ཆ་དེ་རེད་ཤག་དེ་ཡིན་འདི་ཙམ་པ་ལ་གང་ལྟར་ཀྱང་ཁོང་ཚོ་ཚོང་བདག་ཡིན་འདི་ཙམ་པ་ལ་ནག་པོ་ཆེ་བ་དང་ནག་པོ་ཆུང་ང་གཉིས་དེ་དུས་རྒྱུན་ད་ཚོང་ཟོག་འདི་ཚོ་མི་འདུག་ཚོང་གི་བཅའ་ལག་འདི་ཚོ་ད་ས་ཆ་གཞན་དག་ནས་ཚུར་དབོར། ཡང་ན་ས་ཆ་གཞན་དག་ལ་ཙོང་ཡག་དང་ད་འདི་འདྲས་ཀྱི་ལས་ཀ་འདི་གཙོ་བོ་བྱེད་ཀྱི་ཡོད་པ་རེད། ཨ་ནི་ནག་པོ་འབྲི་ང་རི་ལ་ནས་མི་འདུག་ཁོ་བུ་བུ་འབྲི་ང་འདི་གི་ག་རེ་བྱེད་ཀྱི་ཡོད་ལ་ན་ཁོ་རང་འདི་ཁྱིམ་ལ་རང་དེད་བྱེད་ཨ་ནི་སོ་སོ་གི་གྲོང་ལ་བཅའ་ལག་འདི་ཚོ་ཙོང་ད་འདི་འདྲས་ཀྱི་སྒོ་ནས་ཚོང་རྒྱག་གི་ཡོད་པ་རེད། ད་དུས་ཚོད་ཅིག་ལ་ག་རེ་ཆགས་པ་རེད་ཞུས་པ་ཡིན་ན།

ཨ་ནི་ད་ཁོང་ཚོ་གི་ལག་པ་ལ་ད་མི་མང་པོ་ཅིག་གི་ད་ཚོགས་པ་འགྲོ་ཅིག་མི་མང་པོ་ཅིག་གི་ད་ལག་པ་ལ་མེ་ཏོག་གི་ཕྲེང་བ་ཐོགས་ཡ་རེད་འདི་ནས་བཞེངས་གི་ཨ་འདུག་པོད་དེ་ཚོ་ཁད་བྱས་གང་ད་རྒྱ་སྤོས་དང་མེ་ཏོག་དང་ད་དེ་འདྲི་མང་པོ་ཅིག་ཁད་བྱས་ད་དེ་འདྲི་འགྲོ་བསྡད་པ་མཐོང་བ་རེད་ད་མང་དཀར་ལགས་གི་དེ་འདྲི་ཅིག་མཐོང་ཡོང་དུས་བསམ་པ་ལ་ཨ་ནི་ཁོང་རྣམ་པ་ཚོ་ལ་སྐད་ཆ་དྲིས་པ་རེད་ཁྱེད་རྣམ་པ་ག་བ་ཕན་ངེས་ཡིན་པ་ཨ་ཟེར་གྱིན་དེ་སྐད་ཆ་དྲིས་ཡོང་དུས་བསམ་པ་ལ། ཨ་ནི་གར་བསགས་པོ་རེད་ད་མི་མང་ཆོས་ཞུ་བ་ད་ད་མེ་ཏོག་གི་ཕྲེང་བ་ཐོགས་པ་དང་རེ་ཨ་ནི་སྤོས་ཐོགས་པ་དེ་ཚོ་གིས་ཨོ་ང་ཚོ་ད་བཅོམ་ལྡན་འདས་ཀྱི་སྐུ་འདུས་ལ་ད་ཆོས་ཞུ་བ་འགྲོ་གིན་ཡིན་ཞེས་ནས་ད་ཨ་ད་དེ་འདྲའི་ཅིག་གི་ལ་ཡིན་དུས་ཙམ་པ་ལ་ཨ་ནི་ནག་པོ་ཆེ་བ་མ་ཧཱ་ཀཱ་ལ་ཡི་སེམས་ལ་ཨ་ཙི་ང་ཡང་ད་ཆོས་ཅིག་ཞུས་ན་བསམ་པས་ཀྱི་དེ་འདྲའི་གི་དང་བ་མོས་པ་ཅིག་སླེས་སོང་བ་རེད་ད་དེ་འདྲའི་མོས་པ་སླེས་པ་ནས་བཞིན་གྱི་ཨ་ནི།

ནག་པོ་ཆེ་བ་འདི་ཡིན་བསམ་པ་སྟོན་པའི་གེགས་དེ་ཡིན་ནི་སྐབས་སུ་དག་ཕུང་པོ་སྔགས་ཀྱི་རྣམ་གཞག་རེད་རྟེན་འབྲེལ་ཅུང་གི་རྣམ་གཞག་རེད་འདི་ནང་བཞིན་གྱི་ཟག་བཅས་ཀྱི་ཆོས་ལ་ད་བདེ་བ་མེད་པའོ་ལྟ་བདེ་མཛོད་ཀྱི་སྟེང་ནས་གང་ལྟར་ཀྱང་ཆོས་སྣང་བ་རེད་ཕྱིར། ཆོས་སྣང་ཡིན་བསམ་པ་ལ་ཆོས་བཞུ་ཚར་བའི་རྗེས་ལ་ད་ནག་པོ་ཆེ་བ་གི་སེམས་ནང་ལོ་ངམ་ངམ་ཤུགས་ཤུགས་ཀྱིས་དད་པ་དང་དང་བ་དང་མོས་པ་ད་དེ་འདྲས་ཅིག་སླེབས་སོང་བ་རེད་ཕྱིར་སླེབས་ཡིན་དུས་བསམ་པ་ལ་རྟ་ནག་པོ་ཆེ་བ་ཁོ་རབ་ཏུ་བྱུང་བའི་བྲོ་བ། རྟ་རབ་ཏུ་བྱུང་བའི་བྲོ་བ་ནང་བཞིན་གྱི་སྟོན་པ་ལ་ཞུས་རྗེས་ཁོ་རབ་ཏུ་བྱུང་བ་རེད། རྟ་རབ་ཏུ་བྱུང་གི་འདི་བརྩམས་པ་ལ། འདིའི་གནས་སྟངས་འདི་ཁོ་རང་གི་གཅུང་པོ་གི་ཧ་གོ་བ་རེད། ཁོ་རང་གི་གཅུང་ནག་པོ་ཆུང་ང་གི་ཧ་གོ་ཡིན་བརྩམས་པ་ལ་རྟ་ཅོ་ཅོ་རབ་ཏུ་བྱུང་སོང་ཟེར་རྟ་འདི་འདྲའི་བྱེད་སོང་བ་ཡིན་ན་རྟ་ནག་གི་གནས་སྟངས་འདི་ཚོ་ཡང་སུ་གི་རྟགས་གོ་རེད།

ད་རབ་ཏུ་བྱུང་ཨ་ནི་ག་ལེ་ག་ལེ་ལ་ཨ་ནི་ད་ནག་པོ་ཆེ་བ་ཀོ་ཨ་ནི་དགེ་སློང་གི་སྡོམ་པ་ཡང་ཞུས་པ་རེ་བྱས། ད་དགེ་སློང་གི་སྡོམ་པ་ཞུས་ད་ཁོ་རང་པད་མ་སི་གི་ཆོས་ལ་མོས་པ་ཡོད་སྤྲོ་བ་ཡོད་དེ་ནས་བཟང་མ་ཀོ་དགེ་སློང་གི་སྡོམ་པ་ཞུས་བྱས། ཨ་ནི་སྟོན་པ་ལ་བཀའ་འདྲི་ཞུས་པ་རེ་བྱས། ད་ང་རབ་ཏུ་བྱུང་དགེ་སློང་གི་སྡོམ་པ་ཡང་ཞུས། ཨ་ནི་ཅིར་སྟངས་སྟོན་པ་ཨ་ནི་ཨ། དགེ་སྦྱོང་དེ་ཚོ་གི་ལས་དེ་ག་རེ་བྱ་གི་ཡོད་རེད། ལས་ཀ་དེ་ག་རེ་བྱ་གི་ཡོད་རེད་བྱ་བ་དེ་ག་རེ་བྱ་གི་ཡོད་རེད་ཟེར་ནས་སྟོན་པ་ལ་ནི་བཀའ་འདྲི་ཞུས་ནས་བརྩམས་པ་ལ་ནི་སྟོན་པས་གིས་གསུངས་པ། ད་དགེ་སྦྱོང་ལ་ནི་བྱ་བ་གཉིས་མ་དུ་ཡོད་མ་རེད། ལོག་པར་ཐོས་བསམ་གྱི་བྱ་བ་དང་སྤོང་བ་བསམ་གཏན་གྱི་བྱ་བ་མ་དུ་ཡོད་མ་རེད་ཟེར་ནས་དེ་འདྲས་སྟོན་པས་གིས་གསུངས་པ། དེ་འདྲའི་གསུང་ཡོད་དུ་བརྩམས་པ་ལ་ད་ནག་པོ་ཆོས་འོད་ཀྱི་བསམ་བློ་ནི་གར་འཁོར་བ་ལ་ན་ད་ང་ན་ཚོས་བགད་ཡོད་དུ་བརྩམས་པ་ལ་ཞེས་ནི་རབ་ཏུ་བྱུང་བ་ཅན། དེ་ཡིན་བརྩམས་པ་ལ་ངས་ད་ཞི་བོ་ཀློག་པ་ཐོས་བསམ་ལ་ནི་མི་འདུག་ཐོས་བསམ་བྱས་ཡ་རེད་སློབ་སྦྱོང་བྱས་ཡ་ད་བློ་འཛིན་བྱས་ཡ་དེ་ཚོ་ལ་ང་ཞི་བོ་ཅིག་ཐོབ་ས་མ་རེད། ད་འདི་ལས་ང་ད་ཐད་ཀར་ཅིག་ད་བོང་བ་བསམ་དོན་ཞུ་ནས་མི་འདུག་ད་སྒོམ་ཡང་ནས་འདི་ང་ཚོ་རྩ་དོན་བྱེད་ཀྱི་ཡིན་ཅེས་ནི་སྟོན་པ་ལ་ཞུ་ཡོད་དུ་བརྩམས་པ་ལ་སྟོན་པ་གིས་ཡང་ནི་ཁོ་རང་གི་ཁང་བ་བསམ་པ་དང་མཐུན་པའི་སྒོ་ནས

ཨོ་ཨེ་བུམ་གར་ས་དུར་ཁྲོད་བདག་མོ་གི་བསམ་བློ་ལ་ག་རེ་འཁོར་བ་རེད་ཞུས་པ་ཡིན་ན། ད་ག་ལི་སྲིད་པ་ཕུང་པོ་འདི་ད་ནག་པོ་ཆེ་བ་ལ་ཅིག་བསྟན་པ་ཡིན་ན་ཁོ་རང་སྒོམ་ཉམས་ལེན་བྱས་ལ་ཞུ་ཕན་ཐོག་ཡོད་ས་རེད་བསམ་བྱས། ཨ་ཨ་ནི་དུར་ཁྲོད་བདག་མོ། མ་ཧཱ་ཀཱ་ལ་གི་འགྲམ་ལ་ཕྱིན་རྗེས་ཨ་ནི་ཁོང་ལ་ཞུས་པར། ད་ཁྱོད་རང་ལ་ནི་ངས་ཕུང་པོ་ཡག་པོ་ཞུ་ཅིག་བསྟན་ཡོད་ས་ཁྱོད་རང་སྒོམ་ཉམས་ལེན་ལ་བྱས་ལ་ཕན་ཐོག་ཞུ་ཅིག་ཡོད་ས་རེད་དེ་ཚོ་ཁྱེད་རང་ཅིག་ཕེ་རོ་གནང་ད་ཨ་ཟེར་ཅིག་འདི་འདྲི་ཞུས་པར་དེ་འདྲི་ཞུས་པ་ནང་བཞིན་གྱིས་ཨ་ནི་མ་ཧཱ་ཀཱ་ལ་ཡང་ཚུར་སླེབས་བྱས།

རབ་ཏུ་བྱུང་བ་ཡིན་པ་གཅིག་མཚུངས་རེད། ཡིན་ན་ཡང། ནག་པོ་ཆེ་བ་ཁོ་དང་པོ་ནས་ཁོ་རང་ཆོས་ལ་མོས་པ་དང་དང་བ་དང་དད་པ་དེ་འདྲ་ཡོད་པའི་རྐྱེན་གྱིས་ཁོ་ཆོས་ལ་ཉམས་ལེན་བྱེད་ཀྱི་བྱེད་ཡོད་ཁོ་པས་སེམས་དང་བ་དཔེ་ཡག་པོ་ཅིག་ཆགས་སོང་བ་རེད། ཡིན་ན་ནག་པོ་ཆུང་བ་ཁོ་དང་པོ་ནས་ཀུན་སློང་ཡག་པོ་མེད་འཛོམས་པ་ལ་ཁོ་རབ་ཏུ་བྱུང་བ་རེད་དེ་ཁོ་བྱ་བའི་གི་ད་ངོ་ནས་དགེ་འདུན་གྱི་ལས་བྱེད་དགོས་རེད་ལབ་ནས་ཁོ་བྱེད་པའི་ཁུལ་ལབ་ཀྱི་རེད་མ་གཏོགས་ཁོ་གི་སེམས་ནང་ལ་དམིགས་བསལ་གྱི་སྤྲོ་བ་དང་དེ་འདྲའི་གང་ཡང་ཡོད་མེད་པ་རེད།

སྟོན་པ་འཁོར་དང་བཅས་པ་ད་དེ་ལ་ནག་པོ་ཆུང་བ་ཡང་ཡོད་ཡིན་པར་ད་ནག་པོ་ཆུང་བ་ཡང་འདི་འདྲའི་ཆེ་ཞེས་ད་ལྟ་གསལ་བཏབ་ཡ། ད་ནག་པོ་ཆུང་བ་ཁོ་རང་གི་གྲོང་དེ་ཡོད་ས་དེ་ལ་སླེབས་པར། ད་དེ་གི་ནད་འདབ་ལ་ག་ར་ས་བོ་རེད་ད་ད་ཤིམ་ཤ་པ་ལ་ནི་མི་འདུག་ཨ་ནི་གསལ་ཤིང་གི་ནགས་ཚལ་ཡོད་རེད་བྱུང་སོང་དེ་འདྲ་ལབ་དགོས་ད་དེ་གསལ་ཤིང་གི་ནགས་ཚལ་ཡོད་པ་གི་འགྲམ་ལ་སྟོན་པ་འཁོར་དང་བཅས་པ་ཡོད་དེ་བྱུང་ཡོད་མཚམས་པ་ལ་ཨ་ནི་གསལ་བཏབ་ཡ་གི་གྲོང་གི་མི་མང་དེ་ཚོ་གི་སྟོན་པ་ལ་ད།

འདུག་ཚོད་ལ་ལོན་ནི་མི་འདུག་ཞེས་ལྷ་ལ་དེ་འདྲི་ཞུས་པ་རེད་ཟེར། ད་དེ་འདྲི་ཞུས་ཡིན་བསམ་པ་ལ་སྟོན་པས་ཀྱིས་གནང་བ་འབྱིན་བྱས་ནས་འགྲིག་གི་རེད་ཟེར་ཡིན་ནའི་ད་ནམ་རྒྱུན་ག་རེ་བྱ་དགོས་རེད་ཞུས་པ་ཡིན་ན་འདུག་ཚོད་ལ་མ་ཕེབས་པའི་སྔོན་ལ་ད་ལྟ་དགེ་སློང་འཁོར་དང་སངས་རྒྱས་འཁོར་དང་བཅས་པ་ད་འདུག་ཚོད་ལ་མ་ཕེབས་སྔོན་ལ་ད་སྔོན་ལ་ཕ་གི་ཁྱིམ་དེ་ལ་ད་གྲ་སྒྲིག་བྱས་ཆུགས་འདུག་ད་དགེ་སློང་ཅིག་བཏང་གི་ཡོད་པ་རེད།

སྐུ་ཅིག་ད་ཁྱོད་རང་གྲྭ་པ་ལོག་རོགས་ཞེས་རབ་ཏུ་བྱུང་བ་དེ་ལས། མ་ལོག་རོགས་ཞེས་ཁྱིམ་པའི་རྟེན་ཅན་ལ་སླར་ཡང་ཡོང་རོགས་ཞེས་ང་ཚོ་དཀའ་ལས་འདུག་གཅིག་འདུག་གཉིས་འདུག་ཅེས་ཁོ་རང་གི་ཆོས་གོས་དེ་ཚོ་འཐེན་ད་དེ་རིང་ཕར་འཐེན་ཚུལ་དེ་ཁོ་ཆོས་གོས་དེ་ཚོ་རལ་ད་དེ་རིང་བྱས་ད་གང་ལྟར་ཀྱང། ནི་ནག་པོ་བྱུང་བ་ཁོ་རབ་ཏུ་བྱུང་བ་ལས་ལོག་དགོས་པ་དེ་འདྲས་ཅིག་ཆགས་པ་རེད་ད་དེ་ཆགས་པ་ན་གཞན་གྱིས་ནི་སྤྱིར་བཏང་གི་ཁོ་རང་གིས་ནི་སྟོན་པ་ལ་ཞུས་བྱས་ནི་ང་ད་དེ་འདྲས་བྱུང་མ་སོང་དེ་འདྲས་ཀྱིས་ནི་ལོག་གི་ཡིན་ཞེས་ཞུས་པ་ན་གཞན་གྱིས་དགེ་སློང་ཁོ་དང་གཞན་དག་གིས་སྣང་བ་བྱས་བྱས་ནི་ཁོ་ལོག་པ།

དགེ་སློང་དེ་ཚོས་ད་སྟོན་པ་ཁོ་དང་དགེ་སློང་དང་མཉམ་དུ་ཅིག་ཕེབས་མཚམས་དགེ་སློང་དེ་ཚོས་ཀྱི་བསམ་བློ་དེ་འདྲི་ཅིག་འཁོར་བ་ད་ཁ་ཚང་རང་ཅིག་ལ་ད་ནག་པོ་ཆུང་བ་ཁོ་ཁོ་རང་གི་ནང་ལ་འགྲོ་ཆེད་སྐལ་མེད་དེ་ཚོས་ཀྱི་དེ་འདྲི་བྱས་མོད་ཁོ་རབ་ཏུ་ཆུང་བ་ལོག་རེད། ད་ད་རེས་སྟོན་པས་ཀྱི་ཡང་ནག་པོ་ཆེ་བ་ལ་ཡང་དེ་འདྲི་གི་གནང་བ་དྲན་སོང། ད་དེ་བྱས་མཚམས་པ་ལ་ཁོང་ཡང་ད་སྐལ་མེད་དེ་ཚོས་ཀྱི་དེ་འདྲི་བྱས་ནས་ལོག་སྲིད་པ་རེད་བ། སྟོན་པ་ཀྱི་དེ་འདྲི་ཤེས་བཞིན་དུ་དེ་འདྲི་གནང་ཡིན་ན་མ་མཁྱེན་ནས་ད་དེ་འདྲི་ཅིག་གནང་ཡིན་ནའང་སྲིད་ཀྱི་རེད།

ནག་པོ་ཆུང་ང་ཁོ་ག་རེ་ཟ་གོ་རེད་ཆོས་གོས་ཅིག་གྱོན་གི་ཡོད་རེད་རབ་ཏུ་ཆུང་བ་རེད་དེ་ཡིན་ནས་ཁོ་རང་གི་སེམས་ཀྱི་དྲི་མ་དེ་མ་སྤང་ཐུབ་ཀྱི་མ་རེད། རེད་བ། ཁོ་རང་གི་ནི་ཆོས་ལ་བརྩོན་ཐུབ་ཀྱི་ཡོད་མ་རེད། ཡིན་ན་ཡང་ནག་པོ་ཆེ་བ་ཁོ་ནི་ཆོས་ལ་དད་པ་ཡོད་པ་མོས་པ་ཡོད་པ་བརྩོན་འགྲུས་ཡོད་པ་ཆོས་ལ་དཔེ་མ་ཟིག་གི་དོ་སྣང་ཡོང་ནས་ཁོ་རང་སེམས་འདུལ་ཚར་བ་རེད། ད་དེ་འདྲའི་བྱས་ནས་སོང་བའི་གནས་སྐབས་ལོས། ད་དེ་གནས་སྐབས་སུ་ད་ཁོ་རང་ནང་ལ་ད།

ཀུ་སི་ཏང་ཧི་ན་བི་རི་ཡང། དང་བའི་པ་ས་ཧ་ཏི་མ་རོ་བ་དོ་རུ་ཀང་བ་བདུག་བ་ལངས་ཅན། ད་འདི་སྐབས་སུ་ད་འདི་གི་བོད་སྐད་ལ་ག་འདྲི་རྒྱུ་རེད་རེད་ཞུས་པ་ཡིན་ན། བདུག་བ་རྗེས་སུ་ད་བ་ལ་ནས་ཤིང་དབང་པོ་མ་བསྡམས་ཟས་ཀྱི་ཚོད་མི་རིགས། ལེ་ལོ་ལྡན་ཞིང་བརྩོན་འགྲུས་དམན་པ་དེ། གཏོར་མའི་ཤིང་ལ་རླུང་བཞིན་བདུད་ཀྱིས་མཛེས་གསུང་ངམ། ད་སུ་བྷ་ནུ་པ་སིང་བི་ཧ་རན་དང་ལ་ན་མི་འདུག་གང་ལྟར་ཀྱང་གདུག་པའི་རྗེས་སུ་ལྟ་བ་ལ་ནི་ཤིང་བསླ་བའི་དོན་དག་དེ་རེད་གདུག་པ་རྗེས་སུ་ལྟ་བ་ལ་ན་ཁར་ཙན་ཡིད་དུ་འོང་བ། ང་ཚོ་ཨ་ནི་ལྟ་ན་གདུག་པ་ཡིད་དུ་འོང་བ་ལ་ཡེ་ཅི་ཡོད་རོ། འོ་ལྟ་ཡུལ་ཡིད་དུ་འོང་བ་དང་ལྟ་ན་གདུག་པ་འདི་ཚོ་རྐྱང་རྐྱང་ལ་ལྟ་བདེ་བ་གནས་བདེ་བ་རོ་རྗེས་སུ་ལྟ་བ་ལ་ནི་ཤིང་ལྟ་ཡུལ་ཡིད་དུ་འོང་བ་རྐྱང་རྐྱང་ལ་ལྟ་བདེ་བ་ཡིན་པ། དེ་ནས་གཞན་གྱི་དབང་པོ་མ་བསྡམས་པ་གསུངས་པ། དབང་པོ་མ་བསྡམས་པ་ལ་ཡོད་དེ། གཙོ་བོ་ང་རང་མཆོག་གི་འདོད་ཡོན་ལྔ། གཟུགས་མཛེས་པ་སྒྲ་སྙན་པ་དྲི་ཞིམ་པ་རོ་མངར་བ་རེག་བྱ་འཇམ་པ་དེ་ཚོ་ལ། སོ་སོ་གི་དབང་པོ་དེ་གང་འདོད་འདོད་དུ་བཏང་བ་རེད་བ། མིག་གི་དབང་པོ་གིས་གཟུགས་མཛེས་པ་ལ་གང་འདོད་འདོད་དུ་བཏང་བ། དེ་ནས་གཞན་གྱི་གར་ས་གོ་རེ་སྣ་ཡི་དབང་པོ་གིས་ང་ཚོ་གི་སྒྲ་སྙན་པ་གང་དྲི་རོ་ཅན་ལ་གང་འདོད་དུ་བཏང་བ། དེ་ནས་གཞན་གྱི་སྣ་གིས་དྲི་ཞིམ་པོ་གང་དྲི་ལ་གང་འདོད་དུ་བཏང་བ། གང་ལྟར་ཀྱང། ཡུལ་ཡག་ག་དང་སྡུག་ག་གང་ལྟར་ཀྱང།

ཟས་ཀྱི་ཚོད་མི་རིགས་པ། ད་འདི་འདྲ་བྱས་སོང་བ་ཡིན་ན་ངང་ངམ་ཞུགས་ཀྱི་ལེ་ལོ་ཆགས་དགོས་བ་རེད། ལེ་ལོ་ཆགས་སོང་བ་ཡིན་ན་བརྩོན་འགྲུས་མེད་པ་ཆགས་ཀྱི་རེད། བརྩོན་འགྲུས་མེད་པ་ཆགས་པ་ཡིན་ན་ཨོ་དེ་གང་ཟག་དེ་ལ་ཨ། ནི་བདུད་ཀྱི་གནོད་པ་སྐྱེ་ཐུབ་ཀྱི་རེད། ཉོན་མོངས་པས་ཟིལ་གྱིས་ནོན་ཐུབ་ཀྱི་རེད་ཉོན་མོངས་ཀྱིས་བརྫི་ཐུབ་ཀྱི་རེད། དཔེ་བཞག་ན་གངས་ཁྲི་འགྲོ་བ་རེད་ལབ་པ་ཡིན་ན་ཨ་ནི་སྟོབས་མེད་པའི་ཤིང་སྡོང་ལ་རོ། ནུས་པ་མེད་པའི་ཤིང་སྡོང་ལ

དང་བའི་ན་པ་སྭཱ་ཧཱ་ཏི་མ་རོ་བ་ཏོ་གསལ་ལང་བ་པ་པ་དང། ད་འདི་བོད་སྐད་ནང་ག་འདྲི་གསུང་ཡོད་རེད་ཞུ་བ་ཡིན་ན་མི་འདུག་རྗེས་སུ་ལྟ་བ་ལ་ནས་ཤིང་དབང་པོ་ལེགས་གདམ་གསེས་ཀྱི་ཚོད་རིག་པ་དད་པ་ལྡན་ཞེས་བརྩོན་འགྲུས་རྩོམ་པ་དེ་བདུད་ཀྱི་མིག་ཆུ་རླུང་གི་བྲག་རི་བཞིན་ཅེས་ནས་དེ་འདྲི་གསུང་ཡོད་རེད་ད་འདི་དོན་དག་དེ་ག་རེ་གསུང་ད་ད་གི་དགོངས་དེ་ལ་ཡིན་ན་འདུག་པ་རྗེས་སུ་ལྟ་བ་ལ་ནི་ཞེས་ལབ་ན་ཡུལ་ལས་ཡིད་འོང་བ་བརྟགས་ནས་འདུག་པ་རྐྱང་རྐྱང་ལ་མགོ་འཐོམས་ནས་དེ་ཡང་དེ་འདྲས་ལ་བརྟགས་ནས་པའི་ཡ་གཅིག་དང། ད་ད་ལྟ་དེ་མི་འདུག་རྗེས་སུ་ལྟ་བ་ལ་ནི་ཞེས་ད་ང་ཚོའི་གིས་ཨ་ནི་ཡུལ་ལས་ཡིད་དུ་འོང་བ་ཅིག་མཐོང་གི་རེད་སྣང་ཚུལ་ལ་ནི་མིན་གནས་སྐབས་ཀྱི་ཆེད་དུ་ང་ཚོ་ཡིད་དུ་འོང་བ་ཅིག་བལྟ་དགོས་མ་ཁོ་རང་གི་དགེ་སྐྱོན་སྐྱོན་གྱི་ཆ་ངེས་པའི་ཆ་ག་རེ་ཡིན་པ་དེ་ལ་བལྟ་གི་ཡོད་མ་རེད་དེ་འཇམ་པ་ལ་གཙོ་བོ་མི་འདུག་པའི་གི་ཆ་ལ་བལྟ་ཡ། ཁོ་རང་གི་སྐྱོན་གྱི་ཆ་ལ་ད་ཡང་འོ་དེ་འདྲས་ཀྱི་ལྟས་ལ་དོ་སྣང་སྤྲད་དེ་གསུངས་པའི་དོན་དག་རེད་བ། མི་སྡུག་རྗེས་སུ་ལྟ་བ་ལ་ནི་ཞིང་འདྲ་ཡིན་བསམ་པ་ལ་ཁོ་རང་གི་སྐྱོན་གྱི་ཆ་དང་མི་སྡུག་པའི་ཆ་དང་མི་མཛེས་པའི་ཆ་འོ་འདི་ཚོ་ལ་ལྟ་ཡ་གཅིག་དང་ལྟ་ནས་བདེན་ཡ་གཅིག་དང། དེ་ནས་ཞིག་དབང་པོ་ལེགས་པར་བསྡམས་པ་དབང་པོ་ལེགས་པར་བསྡམས་པ་ལ་ཡིན་བསམ་པ་ལ་ད་གིས་འདོད་ཡོན་ལྔ་གི་ཆོས་ལ་གང་འདོད་དུས་སུ་སེམས་གཏང་བཞག་པ་མ་ཡིན་པ་སོ་སོ་སོ་སོ་གྱི་སེམས་ལ་སྟངས་འཛིན་སོ་སོ་སོ་སོ་གྱི་སེམས་ལ་སྟངས་འཛིན་བྱེད་པའི་ཐོག་ནས་དབང་པོ་དེ་ཚོ་གང་འདོད་དུས་དུ་མ་བཏང་བ།

བརྩོན་འགྲུས་རྩོམ་པའི་གང་ཟག་ཅིག་ཡིན་པ་ཡིན་ན། དེ་ལྟ་བུའི་གང་ཟག་ལ་ཉོན་མོངས་པ་གིས་གནོད་ཐུབ་མ་རེད། ཉོན་མོངས་པའི་ཟིལ་གྱིས་གནོན་ཐུབ་མ་རེད། བདུད་ཀྱི་ཟིལ་གྱིས་གནོན་ཐུབ་མ་རེད། དཔེ་ཆ་ན་ག་འདྲའི་རི་ལ་བ་ཡིན་ན་རླུང་གི་བྲག་རི་ལ་ནི་མི་གཡོ་བ་ན་ཞེ་རེད་མི་འདོད་པ་ན་ཞེ། དཔེ་ཆ་ན་རླུང་གཅིག་ག་འདྲིས་ཀྱི་ཆེན་པོ་བརྒྱབ་པ་ཡིན་ན་ལྷགས་པ་ག་ཚོད་ཅིག་ཆེན་པོ་བརྒྱབ་པ་ཡིན་ན་ད་བྲག་རིའི་སྟེང་ལ་ག་ཚོད་ཅིག་རླུང་ཆེན་པོ་དང་ལྷགས་པ་ཆེན་པོ་བརྒྱབ་པ་ཡིན་ན་ད་བྲག་རི་དེ་མ་གཡོ་བ་ན་བཞིན་གྱིས། ཨ། གར་ས་གོ་རེ་དབང་པོ་ལེགས་པར་ལྡང་པ། ཨ་ནི་མི་སྡུག་པ་ལ་ལྟ་བ། འོ་རེད་འདི་ནས་ཤིང་གི་ཟས་ཀྱི་ཚོད་ཤེས་པའི་གང་ཟག་དེ་དེ་དང་དད་པ་དང་ལྡན་ལ་བརྩོན་འགྲུས་དང་ལྡན་པའི་གང་ཟག་དེ་ལ་ཉོན་མོངས་པ་གིས་ནམ་ཡང་ད་གནོད་པ་སྐྱེད་ཐུབ་མ་རེད། རེད་བ། ང་ཚོས་ལབ་པ་ནང་བཞིན་ནང་བཞིན་སོ་སོ་གིས་ད་དབང་པོ་མ་བསྡམས་དང་ཟས་ཀྱི་ཚོད་མ་ཤེས་པ་དེ་བག་མེད་པའི་དབང་གིས་ཆགས་དགོས་ལ་ད་གང་ལྟར་གྱི་བག་ཡོད་པ་བྱས་དབང་པོ་དེ་ཚོ་ལེགས་པར་བསྡམས་སོང་བ་ཡིན་ན། ཨ་ཨ་ནི། ཟས་ཀྱི་ཚོད་ཤེས་པ་ཆགས་འགྲོ་གི་རེད་དབང་པོ་ལེགས་པར་བསྡམས་པ་ཆགས་འགྲོ་གི་རེད་དེ་འདྲས་བྱས་སོང་བ་ཡིན་ན་ཉོན་མོངས་པའི་གནས་ཐུབ་ཀྱི་མ་རེད་ཞེས་ནས་གསུངས་པ་རེད། ད་གང་ལྟར་ཀྱང་ཚིགས་བཅད་གང་མ་དང་འོག་མ་གཉིས་དེ་ནག་པོ་ཆེ་བ་དང་ཆུང་བ་གཉིས་ལ་དཔེ་བཞག་གི་ཡོད་པ་རེད། ད་ནག་པོ་ཆུང་བ་དེ་ད་གོང་གི་གདུག་པ་རྗེས་སུ་ལྟ་བ་ལ་ནས་ཤིང་དབང་པོ་ལེགས་པར་མ་བསྡམས་པ་རེད་ཟས་ཀྱི་ཚོད་མི་ཤེས་པ་དང་ད་ལེ་ལོ་དང་བརྩོན་འགྲུས་མེད་པ་དེ་ཡིན་བསམ་པ་ལ་ཁོ་རང་ཉོན་མོངས་པའི་གནས་འཐུག་ཅེས་ཁོ་རང་གིས་ད་སྐྱེ་མེད་དུ་གཟུགས་ཀྱི་གོ་ཅིག་ཅིག་བྱེད་ཡིན་དུ་བསམ་པ་ཁོ་དེ་ག་རང་ལ་ད་རབ་ཏུ་བྱུང་བ་ལས་ཕྱིར་ལོག་པ་ལས། ཡིན་ན་ཡང་ནག་པོ་ཆེ་བ་དེ་དུས་རྒྱུན་ཡིན་པ་ཡིན་ན་ཡང་ད་མི་སྡུག་པའི་ཀྱི་ཆོས་ལ་བརྟགས་དེ་བ་མི་སྡུག་པའི་ཆོས་ལ་བསྒོམ་བདེ་བ་འོ་དེ་འདྲི་བྱས་པ་ཅིག་དེ་ནས་གཞན་གྱིས་ཨ་དབང་པོ་འདི་ཚོ་ལེགས་པར་བསྡམས་དབང་པོ་འདི་ཚོའི་གང་དུས་དུས་དུ་མ་བཏང། ཨ་དེ་ནས་གཞན་གྱིས། ཟས་ཀྱི་ཚོད་ཞེས་རིམ་པ་ཙམ་དུ་ཟད་དེ་ནས་ཞིང་གི་ཆོས་ལ་དད་པ་ཡོད་པ་བརྩོན་འགྲུས་ཡོད་པ་དེ་ཡི་སྟོབས་ལ་བརྟེན་ནས་ཉོན་མོངས་པའི་ཟིལ་གྱིས་གནོན་མ་ཐུབ་དེ་ལ་བརྟེན་ནས་ཁོ་དགྲ་བཅོམ་པའི་གོ་འཕང་ཅི་ཐོབ་སོང་བ་རེད། ཨོ་དེ་ཡང་འཛོམས་པ་ལ་གང་ལྟར་ཀྱང། ཚིགས་བཅད་ད་ལྟ། ཚིགས་བཅད་ཤོ་ལོ་ཀ་བདུན་པ་དང་བརྒྱད་པའི་སྐབས་ཀྱི་གཏམ་རྒྱུད་དེ་ནག་པོ་ཆེ་བ་དང་ནག་པོ་ཆུང་ང་མ་ཧཱ་ཀཱ་ལ་དང། བཅུ་ལ་ཀ་ལ་སི་ཁོ་གཉིས་གདན་ལ་ཆགས་ཀྱི་ཡོད་རེད། འདི་ཡང་ད་ང་ཚོ་ཟུང་ལྡན་གྱི་སྡེ་ཚན་ཡིན་ཙང་མ་ལ་ཟུང་ལྡན་གྱི་སྡེ་ཚན་ལ་ཚིགས་བཅད་གཉིས་གཉིས་མཉམ་དུ་གླེང་ཙང་མ་ལ་གཅིག་དེ་ད་ལྟ་གོང་གི་དཔེ་དེ། ཉོན་མོངས་པའི་ཟེར་གྱི་གནས་འདུག་གི་རེད་དཔེ་བཞག་ན་ཨ་ནི་ག་རེ་ཟ་གོ་རེད་སྟོབས་མེད་པའི་ཤིང་ཏོག་ལ་རླུང་གིས་གཡོ་བ་ན་ཞེས་རེད་རླུང་གིས་རིག་ཆགས་པ་ན་ཞེས་རེད། ཨ་ནི་འོག་དེ་ཚིགས་བཅད་ཆུ་ལོག་ག་རྒྱས་པ་དེ་ག་འདྲས་ཆགས་དགོས་རེད་ཞུ་བ་ཡིན་ན།